ལགས་སོ། ད་ད་རེས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བཅུ་པ་ཚེས་པ་བཞི་ཉིན།

ད་ལོ་དབུས་ལྷ་མོའི་གསུང་ཆོས་ཚོགས་པ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ཡོད་ཨ་ནི་འདོད་བརྩོན་ཡོངས་ལ་བཀའ་དྲིན་རྗེས་དྲན་གྱི་སྲུང་བརྩི་ཞུ་འབུལ་གྱི་ལྟ་ལན་རེད་གི་ལྟ་འཇོག་གཏོང་གི་ལན་རེད་འདི་ཐ་མག་དེ་ཡིན་བྱས་ད་ད་རིང་འདིའི་སྐོར་དེ་ང་ཚོ་ད་འབྲེལ་བཤད་རོགས་དུ་ཞུ་ཡས་ཡིན། དང་པོ་དེ་ག་རེ་རེད་ཟེར་ལགས་ན། ད་ཉང་ངོས་དུས་དྲུང་དྭང་བླངས་ཆུ་ཞག་བཞི་ཚོགས་པའི་གི་ནང་ལོགས་ལ་ཨ་ནི་ད་ཨ་རི། ཡོ་རོབ། རྒྱ་གར། བོད་ཡུལ། སོག་པོ། ལ་སོགས་པོ་དེ་ཚོ་གི་ཐོག་ནས་ཀྱི། ས་ཉག་ས་ཐོག་གི་ཚོགས་པ་ཁག་གི་ཚོགས་གཙོ་རྣམ་པ་དང། དེ་ག་ནང་བཞིན་གྱི་ལས་ཀྱི་སྣེ་མོ་བ་དང། སྔ་ཕྱི་སྤྱི་ཚོགས་ཀྱི་ཐོག་ལས་ཞབས་ཕྱི་མང་པོ་བསྒྲུབས་བསྡད་མཁན་གྱི་ཆོས་ཚོགས་ནང་ལ་ཞུགས་བསྡད་མཁན་གྱི་སྤྲུལ་པའི་བཀའ་དང་དགེ་བཤེས་ནི། དེ་ག་ནང་བཞིན་གྱི་ཤ་དགའ་ལྡན་དང་ས་ཕོངས་གྲྭ་ཚང་གཙོ་བོར་བྱས་པའི་དགོན་པ་བོད་ཡུལ་དང་སོག་པོ།

ཞེས་དེ་དག་ལ་ང་ཚོ་ད་རེས་འདིའི་དྲ་ཐོག་ལ་བྱ་བ་ཡིན། སྤྱི་བཏང་གི་སྤྱི་ཚོགས་ཀྱི་ཐོག་ལ་ལས་རིགས་ག་འདྲ་ཡིན་ནོ་དེ་ཚོ་ཀྱི་ཁ་སོ་བོར་སྤྱི་ཚོགས་དྲ་ཕྱོགས་ཀྱི་ཐོག་ལ་དེ་འབྲེལ་གྱི་འབྲི་བཤད་དང་དེ་ཚོ་བཤད་རྒྱུ་སུས་ཡོད་མ་རེད་དེ་ད་རེས་འཛམ་བུ་གླིང་འདི་གི་ཐོག་ལ་ནད་ཡམས་འདི་གྱི་རྐྱེན་པས་མི་མང་པོ་བྱུས་རུ་རུ་འཛོམས་མ་ཐོབ་པ་དང་ལས་བྱེད་གླིང་བུ་བ་མང་པོ་ཅིག་མཉམ་དུ་འཛོམས་ནས་ལས་ཀ་བཤད་མ་ཐོབ་པ་ཡིན་དུས་ད་ང་ཚོ་ས་གནས་ས་ཐོག་གི་ཐོག་ལ་རྒྱལ་ཁབ་མ་འདྲ་མ་འདྲ་དང་བསྡད་ནས་དེའི་ཐོག་ལ་ད་རེས་ཧ་ལས་ཡག་གི་ད་ལན་འདི། གཡུ་ལྷ་མོའི་གསོག་འཇོག་ཚོགས་པ་ལོ་ངོ་ཉེར་བཞི་རྩ་སྔོན་འཁོར་ཡོད་དུས་དྲན་འདི་གི་ལ་གཉའ་གཞུག་བཞེས་མཁན་གྱི་ཨ་ནེ་པེ་མི་རིགས་དཀར་ནག་ཁྲག་སོང་གཡེ་བོ་མེད་པའི་གི་ཐོག་ནས་པེ་ཧ་ཅང་གི་མི་མོ་པོ་ཅིག་གི་གཉའ་གཞུག་བཞེས་པ་དང་འདི་ཡི་ཐོག་ལ་ཡང་ཨ་ནེ་པེ་རྒྱ་ཆུ་བླ་ཆེན་གྱི་དེ་སྔ་ཕན་ཆོད་མ་འབྱོང་བ་དེ་འདྲི་གནང་ཡོད་རེད་བྱས་ཙང་དེ་འདྲི་ཡིན་པ་སོང་ཙང་དེ་གི་ཐང་ཆེན་བུག་གི་ཕ་ཅི་ནས་ཅི་བརྗོད་པའི་རི་རི་དེ་ག་དང་འདྲི་ཤེས་རྒྱ་མོ་དགོས་ཐོག་ལ་ང་ཚོ་འདི་ཡི་ཐོག་ལ་ཨ་ནེ་བྱུང་རན་གི་རྩེ་གྲགས་དང་ཨ་ནེ་དེ་ཚོ་ག་འདྲི་ག་འདྲི་བྱུང་ཤག་པ་ཨ་ནེ་གི་གཏང་སོག་གི་ག་འདྲི་ག་རེ་གཏང་པ་རེད།

ལོ་ངོ་ཉི་ཤུ་རྩ་ལྔ་གོང་ལས་ཡག་ལས་ཀ་བྱེད་ངེས་ཀྱི་རྟགས་དངོས་སུ་སྤེལ། ལྷ་མོའི་གསོ་སྦྱོང་ཚོགས་པས་ཀྱི་རྟགས་བཀའ་དྲིན་ལྟ་བུ་འདི་གི་མི་ནོར་གསུང་འདི་ད་རིང་ང་ཚོ་དངོས་སུ་ཞུ་ཡོད་རེད་དེ་མ་གཏོགས་རྒན་པ་མང་པོ་གཅིག་པས་དགོངས་པ་རྫོགས་དོར་ཨང་དེ་འདྲ་ཆགས་ཡོད་རེད་ད་དངོས་སུ་ཞུ་བདེ་ཡིན་དེའི་ནང་ལོ་ལ་ད་ང་ཚོ། ཁ་གསོ་དགོས་རེད་བཀའ་དྲིན་རྗེས་སུ་ཞུ་དགོས་སོགས་ཀྱི་གཙུག་རུ་གསུང་འདི་གཅིག་འདི་ད་རིང་ཨ་ནི་ཁ་གསོ་དགོས་རེད།

ཨ་ནེ་སྐུ་ཞབས་ཛའོ་རིན་པོ་ཆེས་ཀྱིས་འདིའི་གསུང་རུབ་ཅིག་ཀར་ཟེར་ན་ད་ང་ཚོ་ད་ལྟ་བར་དུ་མྱ་ངོ་དུས་སྟོན་དགུ་ཐུག་ཚོགས་པ་བཙུགས་ནས་ཨ་ནེ་ད་ཅི་དགོས་དོ་ཤེས་བྱའི་ཡུལ་གྲུ་ཁག་དང་འཛམ་བུ་གླིང་ག་ས་ག་ལས་འདི་སྐད་ཀྱིས་ཨ་ནེ་མྱ་ངོ་དུས་སྟོན་དགུ་ཐུག་ཚོགས་གཞུང་འདི་གི་དོ་ལ་ད་ད་རྒྱ་ཕྱུག་གི་ཨ་ནེ་ཤང་ངོ་དང་དུས་ཚོད་ག་རེ་ག་རེ་བྱུང་ཡོད་པ་དང་ཨ་ནེ་དེ་འདྲིས་ཀྱི་ད་ད་ལྟ་བར་དུ་ག་ཚོད་བྱུང་ཡོད་པ་ཨ་ནེ་དགོན་པ་ཁག་ག་ཤེད་ལས་བཏང་ཡོད་པ་ཨ་ནེ

ཉིན་ལྔ་དུས་དྲན་གོ་སྒྲིག་ཚོགས་ཆུང་དར་ནག་ཆུས་ཀྱི་ཞབས་ཞུ་ཁང་གཉིས་ཚོགས་མི་ཚང་མས་ཀྱི་ཚབ་ཞུས་རྗེས་ཉིན་རིང་ཟིང་ཟིང་གནང་རྗེས་ཚང་མ་ལོ་ལ་ཡར་གུས་དུས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨེན་ད་རིང་ང་ཚོ་འདི་ལོར་ལོ་དེ་འདི་ལུས་པོའི་ལག་མི་སྲུང་སྐྱོབ་ཚོགས་པ་བཙུགས་ནས་ད་མི་ལོ་ཧྲིལ་པོ་ཉི་ཤུ་རྩ་ལྔ་བསྐོར་བའི་དུས་དྲན་འདི་ལ་ཡར་ང་ཚོའི་མཁས་དབང་དགེ་བཤེས་དཀོན་མཆོག་རྒྱལ་མཚན་མཆོག་དང། ཚོགས་གཙོ། རྒན་བྱམས་པའི་ཡིད་ཆེས་ལགས། རེད་ད། བལ་ཡུལ་ལྷ་མི་ཟུང་ཆུ་ཚོགས་པའི་ཚོགས་གཙོ་ཨ་ཅག་ལགས་པ་ལ་ཁོང་རྣམ་པ་དབུས་པའི་ཚོགས་མི་མང་པོ་བཅས་ཀྱིས་མཉམ་ཞུགས་བྱས་རྗེས་ད་ད་རིང་གོ་སྒྲིག་ཚོགས་ཆུང་དེ་ཐོག་ལ་ཡང་འགན་འཁྱེར་རྗེས་ད་རིང་སྤྱི་རིམ་ཆེན་མོའི་ཐོག་ལ་ཁྱེད་ཚོ་འགན་འཁྱེར་རྗེས་དེ་གནང་འགོ་དེ་བྱེད་འགོ་རེ་སྐབས་ཕེབས་པ་གཞི་བཟུང་གི་ཐོག་ནས་སོ་སོ་རང་ཉིད་ཀྱི་ཁོང་རྣམ་པའི་མི་ལོ་ཉི་ཤུ་རྩེ་ལྔ་ནཱ་ལུང་དབེན་གནས་བྲག་ནས། ཉི་རྩེ་དུས་དྲུག་ཏུ་དབེན་གནས་བྲག་ནས་སྐུ་ལས་བསྐྱོན་རྗེས་ལྷ་བླ་མའི་ཆོས་བརྒྱུད་དེའི་ཐོག་ལ་དབེན་གནས་བྲག་ནས་ཁོ་རང་ཚོ་སྐུ་ལས་བསྐྱོན་པ་དེ་ལ་ཡ། གུས་འདུད་དང། ཨ་ནི། ད་ག་ན་ཤིང་གིས་སོ་སོའི་བཀའ་དྲིན་རྗེས་སུ་དྲན་ཏེ། སོ་སོ་རང་ཉིད་ཡིན་ན་ཡང་དགའ་བསུ་ཆེན་པོའི་ཐོག་ནས་དང་དུ་བླངས་ནས་ཨེ་མཐའ་རིང། འགོ་ཁྲིད་ཚོ་ཆུང་གི་གཙོ་འགན་ཁྱེད་ཅེས་མདོར་གནས་སྟངས་དུ་ཆ་བསྡད་ཡོད། མ་གཞི་ཞིབ་ཕྲ་ངས་དུས་ཚོད་མང་པོ་ཞིག་དེ་དག་ལ་མ་ཞུགས་ཀྱི་མེད། ད་ངས་གཙོ་བོ་འདྲ་བོ་དེ་གང་ཅིའི་ཐོག་ལ་དང་གང་ཅིའི་སྔར་བྱུང་མ་མྱོང་ཟེར་ན་མི་འདུག་ད་རིང་ལོ་ཉི་ཤུ་རྩེ་ལྔ་ང་ཚོ་ཕར་དྲན་གསོ་བྱེད་འདི་བརྩམས་པ་ལ་དེའི་སྐབས་ལ་ང་རང་ཚོ་ཆོས་སྐྱོང་བསྟེན་གསོལ་དམ་དྲག་གི་ཐ་དད་ཀྱི་དཀའ་ཉེན་དེ་འཕྲད་ནས་ལྷ་མོའི་གསུང་ཆོས་ཚོགས་པ་དབུ་བརྙེས་འདི་སྐབས་ཀྱི་གནས་སྟངས་དེ་ཚང་མ་ལ་ང་རང་ཚོ་ཆོས་སྐྱོང་བསྟེན་ཉིན་ཚང་མ་རྫ་ཁྲ་བོ་གནས་སྟངས་དེ་འདྲ་ཞིག་སྐབས་ལ། ཁོའི་དང་དུ་ལངས་ནས་ཁོའི་ནང་པས་ཀྱི་དངོས་གནས་ཕྲ་མེན་གྱི་རླབས་ཆེན་གྱི་མཛད་པ་རྣམ་ཐར་དེ་ལས་ཡག། ཨ་ནི་སོ་སོ་ག་དུས་ཡིན་ན་ཡང་བཀའ་དྲིན་རྗེས་སུ་དྲན་ཏེ་ཨ་ནི་དེ་འདྲའི་གི་ནི་ཚོར་བ་དང་ཨ་ནི་མ་འོངས་པ་མི་རབས་ནས་མི་རབས་བང་རང་ཚོའི་བརྗེད་ཐབས་མེད་པ་གི་གནས་སྟངས་དུ་ཆགས་བསྡད་ཡོད་རེད་དེའི་མདུད་བརྩམས་པ་ལ་ཡང་སྙིང་ཐག་པ་ནས་ཁོང་རྣམ་པ་ལ་ཐུགས་རྗེ་ཆེ་ཆེ་ནས་ཞུ་ཡས་དང་ཨན་ད་ད་རིང་གི་ཕྱི་དྲོའི་ཆུང་མ་དེའི་ཐོག་ལ་ཡང་དཔེ་ན་ང་ལྟ་བུ་ཅིག་གི་ཅིག་གང་ཅིག་གི་འཇོན་ཐུབ་བོ་མ་རེད་ཡིན་ནས་ད་སོ་སོའི་གི་དུས་རྒྱུན་དེ་སྙིང་རྗེ་བའི་ཆོས་གྲོགས་ཨ་ནི། དེ་ནི་སོག་ཡུལ་གནས་བཞུགས་དགེ་བཤེས་ཆོས་མཛོད་བསྟན་རྒྱལ་ལགས་རེད། ད་ག་ན་ཤིང་ཡོ་རོབ་གནས་བཞུགས་དགེ་བཤེས་བྱང་ཆུབ་རྒྱལ་མཚན་ལགས་རེད། ད་ག་ན་ཤིང་གི་མཁན་བསྟན་འཛིན་བསྟན་བཟང་ལགས་རེད། དེ་ནི་མཁན་བཀྲ་ཤིས་ལགས། ད་ཁོང་རྣམ་པ་དབུས་པའི་ཚོགས་མི་མང་པོ་གཅིག་གིས་ཉིན་མཚན་དུས་དྲུག་ཏུ་སྐུ་ལས་བསྐྱོན་རྗེས་ཕྱག་རོགས་ཞི་དྲག་གནང་སོང་སྙིང་ཐག་པ་ནས་ཐུགས་རྗེ་ཆེ།

ད་ནི་བྱང་ཆུབ་བློ་བཟང་སྨོན་ལམ་ལགས། དེ་ནི་ཨ་ཅག་ཉི་སྒྲོན་ལགས། ད་ནི་མང་པོ་ཅིག་གིས་དཔེ་མི་སྲིད་པའི་ནི་རྒྱབ་སྐྱོར་ཚད་ཐུབ་པོ་ཞིག་རང་གནང་སོང། ད་དེ་ནི་ད་ངས་མང་པོ་ཅིག་གིས་མཚན་དེ་འདྲ་མང་པོ་ཞིག་ཞུ་མ་གོ་བའི་ཐོག་ནས་ད་རིང་འདི་གཅིག་རིམ་ཆེན་པོ་འདིས་དངོས་གནས་དྲང་གནས་ཀྱི་དེ་འདྲའི་ཅིག་ཚགས་ཚུད་པོ་དང་ཞལ་འདེབས་པའི་ཚད་མཐོ་པོ་སོ་སོ་བསམ་ཡུལ་ལས་འཐད་པ་ད་དེ་འདྲའི་ཅིག་ཡོད་ཡ་འདི། ཚང་མ་བློ་སྐྱེད་ནུས་པའི་སྟེང་ང་རང་ཚོའི་གཙོ་བོ་སྐྱབས་རྗེ་རྣམ་པ་ཚོས་ཀྱི་ཐུགས་ཀྱི་སྨོན་ལམ་དང། ད་ག་ན་བཞིན་གྱི་ཆོས་འབྱུང་ཆེན་མོའི་བྲོ་བོ་འཕྲིན་ལས་མི་དམངས་ཀྱི་ཚད་མཐོའི་བོད་ཀྱི་དད་པ་དམ་ཚིག་འགྱུར་བ་མེད་པའི་རྒྱབ་སྐྱོར་དང་གང་ཅིག་གི་ཐོག་ལ་ནི་དཔེ་དེ་འདྲ་ཞིག་བྱུང་སོང་འདི་ལ་ཡང་ངེད་ཀྱི་སྙིང་ཐག་པ་ནས་ཚང་མ་བློ་ལ་ཡང་ཐུགས་རྗེ་ཆེ་སོ་ལག་པ་ཐལ་མོ་སྦྱར་ཅིག་ཚང་མ་བློ་ལ་ཐུགས་རྗེ་ཆེ་སོ་ཞུ་ཡས་ཡིན། ད་ངས་ད་མང་པོ་ཞུ་གི་མེད་ད་ངས་གཙོ་བོ་དེ། ས་གནས་ས་ཐོག་གི་ཉེན་བརྡ་རྩིས་ཁྲ་དེ་མ་གྲོ་བྱང་བཞུགས་པའི་ཨེ་ད་ཅི་ངས་གཅིག་ཞུ་ཡ་རྗེས་བཞག་ཁ་ཐོར་གང་སོང་དང་འབྲུག་ཡུལ་དུ་ཆས་པ་ཨ་ནི་ང་རང་ཚོ་ཕ་གའི་ས་གནས་ཁུལ་ལ་ཡ་ཨ་ནི་ཆུ་གཞོན་ལྟེ་གཉིས་ཀྱི་ཨེ་ནི་མི་མང་རྣམ་པ་ལ་ཡ་ཞི་འདེབས་བསྡུ་རུག་ཞེས་ཨ་ད་དི་ཐོ་ལ་གཏོང་མཁན་གཙོ་བོ་ང་རང་ཚོ་ཕ་གའི་གྲོ་མོ་བསམ་འདས་ཆུ་གླིང་མཁྱེན་གཉེས་པ་ཚེ་རིང་ལགས་ཀྱི་ཐུ་བོ་ཆེ་ཞིག་གི་པན་མི་སེར་བའི་རྒྱབ་སྐྱོར་རྒྱབ་སྐྱོར་གནང་སོང་ཨིན་ད་ང་ནང་བཞིན་གྱི་སྐྱབས་བཅོལ་གྲོ་མོ་དགེ་བཤེས་རིན་པོ་ཆེ

ཨན་དེ་བར་ད་ང་རང་ཚོའི་བླ་ཆེན་རྣམ་པ་དང་ད་ག་ན་བཞིན་དགེ་བའི་བཤེས་གཉེན་རྣམ་པ་དང་ད་ག་ན་བཞིན་གྱི་ཨ་ནི་ང་རང་ཚོའི་གནས་ཡུལ་གྱི་མི་སྣ་ད་ས་གནས་མང་པོ་ཕྱིན་ནས་ཨ་ནི་དཔེ་མི་སྲིད་པའི་གེ་ཨ་ནི་ཚད་མཐོ་བའི་རྒྱབ་ལྗོངས་གནང་སོང་ཨ་ནི་དེ་འདྲའི་བྱུང་བ་ལ་བརྟེན་ནས་ད་ད་རིང་བྱིས་རིམ་ཆེན་མོ་དེ་བཞིན་དེ་ཕོན་ཆེན་པོ་ཞེ་དྲག་ཨ་ནི་ང་རང་ཚོའི་སྐྱབས་ཀྱི་རྣམ་པ་ཚོ་ལ་ཐུགས་དམ་ཞུས་ནས་ཨ་ནི་བའི་གྲྭ་ཚང་རྣམ་པ་ཚོ་ལ་ཡང་སྙིང་ཁུང་ཟབ་ཞིང་རྒྱས་པ་ཨ་ནི་དེ་འདྲས་ཅིག་ཡོད་ཕུལ་ཡ་དུས་ཚོད་ཐུང་ཐུང་དེ་འདྲས་ཅིག་ནང་ལོགས་ལ། གནས་དེ་འདྲའི་ཕྱིར་ཁོང་དེ་འདྲའི་སྐལ་བ་བཟང་པོ་ཞེ་དྲག་བྱུང་སོང་ཟེར་ནས་ཆོག་ད་གཅིག་ནས་ད་ལྟ་ང་རང་ཚོ་ནད་ཡམས་དང་གང་ཅིའི་ཐོག་ལ་ཡང་མང་འགྲོ་འཇོག་བྱེད་ཡག་དང་ཟེར་ནས་ས་གནས་ས་ཐོག་ལ་ཚོགས་འཚོགས་ཡག་མི་མི་ཚོགས་བསྡུ་རུབ་བྱེད་ཡག་ལ་སོགས་སྐུ་ངལ་མང་པོ་འཕྲོད་ཀྱི་ཡོད་རེད་ཨ་ནེ་དེ་བ་ཡང་འགོ་མཁན་དེ་འདྲའི་བཟོ་ཉེས་མང་པོ་ཡོད་རེད་ཡིན་ནས་གནས་སྟངས་གང་ཅིའི་ཆ་ནས་དངོས་གནས་ལྷང་ལྷང་མེད་ཀྱི། ཐུགས་རྗེ་སྨོན་ལམ་གང་ཅིའི་གི་ཐོག་ནས་གྲོགས་འཕྲིན་ལས་ལ་བརྟེན་ནས་འགོ་རྐྱེན་དང་དཀའ་ཉེན་གང་ཡང་བྱུང་མ་སོང། སོ་སོ་ཡིན་ན་དཔེ་མི་སྲིད་པའི་སྐལ་བ་བཟང་པོ་ཞེ་དྲག་བྱུང་སོང། དེ་འདྲའི་གི་སོ་སོ་འཚོ་བ་ཞེ་དྲག་གི་དེ་འདྲ་བྱུང་སོང། ངས་གི་ད་དེ་མང་པོ་ཞུས་མ་སོང་བའི་ཐོག་ནས། དེ་ཚང་མ་ལོ་ལ་ཡང་ཐུགས་རྗེ་ཆེ། ཨ་ནི་ངས་ད་མ་ཞལ་འདེབས་བྱུང་བ་དེ་གི་ཨ་ནི་བྱུང་སྡོམ་དེ་གྲོ་བྱང་ཞུ་ཞུ་ཆོག་པ་བྱས་ཚོད་ཞུ་ཡས་ཉི་ཨ་ནི་ཐུགས་རྗེ་ཆེ། ད་དེ་ནས་ངས་ད་ཁྱོད་ཡོང་ནས་སྤྱི་རིམ་ཆེན་མོ་ཞལ་འདེབས་བྱུང་བས་ཨ་ནི་མ་མཚན་ཐོག་དེ་མ་བང་བྲིས་ནས་གྲོ་བྱང་ཞུ་གི་ཡིན་ད་དེ་གཅིག་དང་གཉིས་ཀྱིས་ནི་ད་ཞལ་འདེབས་ཕུལ་ཉེ་ཡིན་ངས་མཚན་དེ་ཞུ་མ་གོ་བས་ད་དུས་ཚོད་མང་པོ་ཅིག་ལེན་འགྲོ་གི་འདུག་དེ་ཡིན་ཙང་ཨ་ནི་ངས་སྡོམ་དེ་མང་ཞུས་ཆོག་པ་བྱས་ཚོད་ཞུ་ཡས་ཉི། དེ་ནས་ད་དེ་ཆ་ཚང་བྱེད་མ་ཧིན་སྒོར་ཐོག་ལ་མ་བབས་རྗེས་ཞུ་གི་ཡོད། ད་གདན་ས་ཆེན་པོ་ཤར་དགའ་ལྡན་རྣམ་པ་རྒྱལ་བའི་གླིང་ཁུལ་ནས་ཞལ་འདེབས་བྱུང་བ་ལ་ཡང་ཧིན་སྒོར་འབུམ་གཉིས་དང་དགུ་ཁྲི་བརྒྱད་སྟོང་ཉིས་བརྒྱ་བདུན་ཅུ་དོན་དགུ་ཐམ་པ། གདན་ས་ཆེན་པོ་གསེར་སྦོམ་ཐོས་བཟང་རྡོ་ལིང་གྲྭ་ཚང་ཁུལ་ནས་ཞལ་འདེབས་བྱུང་བ་ལ་ཁྱོན་བསྡོམས་ཧིན་སྒོར་འབུམ་གཅིག་དང་བཞི་ཁྲི་སྟོང་མན་བརྒྱད་བརྒྱ་ཉི་ཤུ་རྩ་བརྒྱད། ཀ་ཐོར་གངས་གསུམ་འབྲུག་ཡུལ་གངས་མདོག་དུང་དཀར་ཐེབས་རྩ་ཚོགས་པ་ཨ་རིག་གངས་རྣམ་དུང་དཀར་ཆོས་ཚོགས་བཅས་ནས་གཞན་ཕེབས་བྱུང་བ་ཁྱོན་བསྡོམས་ཧིན་སྒོར་འབུམ་བདུན་དང་ཉིས་ཁྲི་བདུན་སྟོང་དགུ་བརྒྱ་བཅུ་གཉིས་ཐམ་པ། ཤིས་ལོང་ཁུལ་མི་མང་ནས་བྱུང་བ་བསྡོམས་ཧིན་སྒོར་ཉིས་ཁྲི་གཅིག་སྟོང་ལྔ་བརྒྱ་ལྔ་བཅུ་ང་ལྔ་ཐམ་པ། དབུ་ཁྲིད་ཁུལ་མི་མང་ནས་གཞན་ཕེབས་བྱུང་བ་བསྡོམས་ཧིན་སྒོར་ཉིས་ཁྲི་བརྒྱད་སྟོང་ཐམ་པ། བོད་ཡུལ་ཁུལ་ནས་གཞན་ཕེབས་བྱུང་བ་ཁྱོན་བསྡོམས་ཧིན་སྒོར། འབུམ་བདུན་དང་ལྔ་ཁྲི་སུམ་སྟོང་བརྒྱ་མེད་བདུན་ཅུ་དོན་གཅིག་ཐམ་པ། སོག་ཡུལ ྋསྐྱབས་མཆོག་རྩ་བ་རྟ་མགྲིན་རིན་པོ་ཆེ་བརྒྱུད་ནས་ཞལ་འདེབས་བྱུང་བ་ལ་ཁྱོན་བསྡོམས་ཧིན་སྒོར་འབུམ་བརྒྱད་དང་ཁྲི་མེད་སུམ་སྟོང་བཞི་བརྒྱ་ཐམ་པ། སོག་ཡུལ ྋརྒྱལ་བའི་བཤེས་གཉེན་དགེ་བཤེས་ཆོས་མཛད་བསྟན་རྒྱལ་ལགས་བརྒྱུད་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་འབུམ་བཞི་དང་ཉིས་ཁྲི་བཞི་སྟོང་ཉིས་བརྒྱ་དགུ་ཅུ་གོ་གཅིག་ཐམ་པ། ཐའེ་ཝན་ཁུལ་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་ཧིན་སྒོར་འབུམ་ཉི་ཤུ་རྩ་གཉིས་དང་སུམ་ཁྲི་སུམ་སྟོང་ལྔ་བརྒྱ་བཅུ་ཐམ་པ། དེ་ནས་ད་ལྟའི་ནང་ལ་ཐའེ་ཝན་ཁུལ་ནས་རྫོང་ཁག་པ་ཆོས་ཚོགས་དང་ན་ཞིང་གི་ད་བྷ་གའི་ཁུལ་གྱི་ད་ཆོས་ཚོགས་ཁག་མང་པོ་ཅི་ཡོད་རེད་ཨ་ནི་བླ་མ་དགེ་བའི་བཤེས་གཉེན་མང་པོ་ནི་མི་མང་མང་པོ་ཅི་ནི་ད་ཞི་འདེབས་ཞི་རག་ཨ་ནི་བན་བོན་ཆེན་པོ་དུ་སུ་གནང་སོང་ཨ་ནི་གཙོ་བོ་བྷ་གའི་ཐུགས་འགན་བཞེས་ཉེས་མཁན་རྫོང་ཁག་པ་ཆོས་ཚོགས་ཀྱི་དྲུང་ཆེ། མཁན་རྡོ་རྗེ་ལགས་དང་ཨ་ནེ་དགེ་བའི་བཤེས་གཉེན་གྱིས་ཤེས་ཉི་མ་ལ་ཁོང་རྣམ་པ་གཉིས་ལ་ཡང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞེས་ངས་བསྐྱར་དུ་ཞུ་གི་ཡིན། དེ་ནས་ཐའེ་ཝན་ཁུལ་བཀའ་གདམས་ཁྲི་ཆེན་རྡོ་རྗེ་འཆང་མཆོག་ནས་ཞལ་འདེབས་ཧིན་སྒོར་འབུམ་བརྒྱད་ཐམ་པ་རང་ཚོའི་སྐྱབས་རྗེ་བཀའ་ཐང་ཁྲི་ཆེན་རྡོ་རྗེ་འཆང་ལ་ཡང་ང་ཚོ་རྒན་བཀྲ་ཤིས་ལགས་ཐད་ཀར་འབྲེལ་བ་ཞུས་ནས་རིན་པོ་ཆེ་གི་ད་རིང་དུ་རྒྱབ་སྐྱོར་གནང་སོང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། དེ་ནས་མ་ལེ་ཤ་འཚེམ་བླ་བྲང་ཕྱག་མཛོད་ལ་བརྒྱུད་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་ཨིན་སྒོར་འབུམ་གསུམ་དང་བདུན་ཁྲི་བཞི་སྟོང་གཅིག་བརྒྱ་བརྒྱད་ཅུ་བརྒྱད་གསུམ་ཐམ་པ་སེམས་དཀར་པོའི་ཁུལ་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་ཉིས་ཁྲི་བདུན་སྟོང་ལྔ་བརྒྱ་དྲུག་ཅུ་ཐམ་པ་ཡུ་རོབ་ཁུལ་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་ཨིན་སྒོར། འབུམ་སུམ་བཅུ་དང་བཞི་ཁྲི་དགུ་སྟོང་ལྔ་བརྒྱ་བཅོ་ལྔ་ཐམ་པ། ད་འདི་ནང་ལ་ང་རང་ཚོ་ཡོ་རོབ་ཁུལ་ནས་གཞན་སྡོད་བྱུང་ཞོར་ད་ཡོ་རོབ་ས་གནས་གཙོ་བོ་ད་སྐྱབས་རྗེ་དགོན་ཁང་རིན་པོ་ཆེ་ང་རང་ཚོའི་མཁྱེན་བསྟན་རྩིས་སྟོན་ཁང་ལ་བསྐྱོད་ནས་རིན་པོ་ཆེ་ཡར་སྐྱབས་འཇུག་ཞུས་ནས་རིན་པོ་ཆེ་རྒྱབ་སྐྱོར་དང་གཞན་སྡོད་རེད་ད་ག་ན་བཞིན་གྱི་ད་སུད་ཁུལ་གྱི་ང་རང་ཚོའི་མི་མང་རྣམ་པ་དང་དགེ་བའི་བཤེས་གཉེན་རྣམ་པ་དང་མི་མང་རྣམ་པ་རེད་ད་ག་ནང་བཞིན་གྱི་ཨན་ནེ་ཕ་རན་སི་ཁུལ་ནས་དགེ་བའི་བཤེས་གཉེན་རྣམ་པ་དང་མི་མང་རྣམ་པ་ཆོས་ཚོགས་ཁག་ད་ག་ནང་བཞིན་གྱི་ཨན་ནེ་ཨི་ཐ་ལི་མི་མང་རེད་ད་ག་ནང་བཞིན་གྱི་ཨན་ནེ་ཧོ་ལན། སྦེལ་ཇམ། ལ་སོགས་པ་དང་ང་རང་ཚོའི་ཆོས་བརྒྱུད་འདི་ཉིད་ཀྱི་ད་ཡོ་རོབ་ཁུལ་གྱི་ས་གནས་ཡོངས་ཚོ་པའི་ཚང་མ་ལོག་གི་ད་ཨན་ནེ་པེ་མེ་སི་པའི་ཨན་ནེ་རྒྱབ་སྐྱོར་ཚད་ཐུབ་པའི་ཞི་དྲག་གནང་སོང་རྣམ་པ་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། དེ་ནས་ད་ཨི་ཐ་ལིའི་གངས་ཅན་ཆུ་མེ་གླིང་ཆོས་ཚོགས་ནས་ཞལ་འདེབས་ཧིན་སྒོར་འབུམ་བཅུ་གཉིས་དང་ཉིས་ཁྲི་བཞི་སྟོང་གཅིག་བརྒྱ་བཅུ་གཅིག་ཐམ་པ། དེ་ནས་ཡུ་རོབ་གྷི་རི་སི་ཁུལ་ནས་བླ་མ་བསྟན་པ་ལགས་ཆོས་ཚོགས་ནས་ཕ་ནི་ཞལ་འདེབས་བྱུང་བ། དེ་ན་ལ་ཡ་ཚུལ་དེ་ཡོད།

འབུམ་གཉིས་དང་ཉི་ཁྲི་སྟོང་པའི་ལྔ་བརྒྱ་བདུན་ཅུ་དོན་ལྔ་དམ་པ་དུ་བྱུང་ཞག་ནི་ཟླ་འདིའི་བྷ་གའི་བརྒྱད་བཅུའི་དྲུག་དབང་གངས་ཅན་རིན་པོ་ཆེ་སློབ་མའི་ཚོགས་ཁོ་ནའི་མཛོད་ཀྱི་ནི་ཤིན་ཏུ་བསྡུས་རུ་ཁོ་ནའི་མཛོད་ཀྱི་འདུག་སུ་ཐོག་བསྡུས་བཅས་ནི་དགེ་བཤེས་བྱང་ཆུབ་རྒྱལ་མཚན་ཕྱག་ལ་འདུག་སུ་ཕུལ་བཅས་འདུག་སུ་གནང་ཞག་ནི་འོ་དེ་འདི་འདུག་སུ་ཞུ་ཡས་ཡིན་ནི་ཉིང་ཐག་པ་ནི་ཐུགས་རྗེ་ཆེ་སུ་ཁོང་རྣམ་པ་ལ་ཡང་འདུག་སུ་ཞུ་ཡས་ཡིན་དེ་ནི་ཨ་རིག་ཁུལ་ནས་ཤེས་འདོད་བྱུང་བ་ཁྱོན་བསྡོམས་ཧིན་སྒོར། འབུམ་བཅུ་དྲུག་དང་དྲུག་ཁྲི་དགུ་སྟོང་བཞི་བརྒྱ་སུམ་ཅུ་སོ་བདུན་ཐམ་པ་འདུ་བྱུང་ཞག་ནི་ཨ་རིའི་ཁུལ་ནས་ནི་ཆོས་ཚོགས་ཁག་ཆོས་ཚོགས་ཁག་དང་ད་ག་ན་ཤིང་གི་ནི་ང་རང་ཚོའི་དེ་ནས་ཐ་མ་ལོ་ཀྱི་ནི་ཞལ་འདེབས་ཕོན་ཆེན་པོས་ནི་འདུ་བཟོས་རྒྱབ་སྐྱོར་གནང་སོང་ད་ངས་གཅིག་དང་གཉིས་ཀྱི་མཚན་ཞུ་མ་གོ་ཐོག་ནས་ཚང་མ་ལོ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན་ཁྱེད་ན་དྲ་ཁུལ་ནས་ཞལ་འདེབས་བྱུང་བ་ཁྱོན་བསྡོམས་འབུམ་བཞི་དང། སུམ་སྤྲུལ་བརྒྱད་སྟོང་གཅིག་བརྒྱ་ཐམ་པ་ནི་གྱ་ནང་བྲག་ཁུལ་ནས་སྐྱབས་རྗེ་རྫ་ཚེར་རིན་པོ་ཆེ། དེ་ནས་ས་གནས་ཁུལ་གྱི་ང་རང་ཚོ་ཨ་གྲགས་ལ་ཁོང་རྣམ་པས་ཀྱི་ཞི་རགས་ཀྱི་ནས་མི་མང་ལ་ཞི་འདེབས་བསྡུ་རུག་བྱེད་ཡ་དང་རྒྱབ་སྐྱོར་ཞི་རགས་གནང་སོང་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ནས་བོད་ནས་ཞེ་འདོད་ཆུང་བ་ཁྱོན་བསྡོམས་ཧིན་སྒོར་འབུམ་གཅིག་དང་ཉིས་ཁྲི་དྲུག་སྟོང་ལྔ་བརྒྱ་བཅུ་མེད་གསུམ་ཨ་འདུ་བྱུང་ཞག་ད་བོད་ཁུལ་ལ་ཡང་ང་རང་ཚོ

གོང་ཚེས་སྤྱི་རིམ་ཆེན་མོ་སྤྱི་རིམ་ཆེན་མོ་གཞན་པའི་ཆུང་བ་དག་ཁྱོན་བསྡོམས་པ་འདི་ལ་ཡང་ནི་འབུམ་བརྒྱ་དང་སུམ་ཅུ་སོ་གསུམ། དྲུག་ཁྲི་སྟོང་མན་བརྒྱད་བརྒྱ་སུམ་ཅུ་ཐམ་པ་འོ་དེ་དག་ཁྱོན་ཡོངས་ཀྱི་དག་ཆུང་བ་དེ་འདི་རེད་ཅེས་ཞུ་ཡས་ཡིན། དེ་ནས་དག་ཁྱོན་ཡོངས་ནས་སྤྱི་རིམ་ཆེན་མོ་སོང་ཐོག་དེ་དག་ཆ་ཚང་དག་མང་པོ་ཞུས་དེ་ན་དེ་ནས་དུས་ཚོད་མང་པོ་ཅིག་འགོར་གི་འདུག་ད་ངས་མདོར་བསྡུས་ཞུ་གི་ཡིན་ནི་དག་ཞག་རིམ་ཞུ་ཡུལ་ཁག་ད་ལྟ་རྒྱ་གར་ཁུལ་ལ་ཡང་ཨ་ནེ་གདན་ས་ཆེན་པོ་ཤར་གནྡྷའི་རྣམ་པ་རྒྱལ་བའི་གླིང་གྲྭ་ཚང་གདན་ས་ཆེན་པོ་གསེར་བུམ་ཐོས་བསམ་རྡོ་གླིང་གྲྭ་ཚང། འབྲོག་ཁུམ་རྒྱལ་བསྟན་བསམ་གཏན་ཆོས་གླིང་གྲྭ་ཚང་དང་མཁར་ཤང་རྒྱལ་བསྟན་བཀྲ་ཤིས་ཆོས་གླིང་གྲྭ་ཚང། ཀུན་བདེ་གླིང་གྲྭ་ཚང། དེ་ནས་བལ་ཡུལ་ཁུལ་ལ་ཡང་ཨ་ནེ་སྙེ་ནང་འཕེལ་རྒྱས་གླིང་གྲྭ་ཚང་དཔལ་ལྡན་སྲིད་བརྒྱུད་གྲྭ་ཚང་ཇོ་བོ་བཀའ་གདམས་དགོན་པ། རྗེ་ཕ་བོ་མཁར་ལྷ་ཐང། བྲག་ཁུམ་རྒྱལ་བསྟན་འགྲོ་ཕན་ཀུན་ཁྱབ་གླིང་དགོན་པ། ལ་དཀར་ལྷ་ཁང། དགའ་ལྡན་ཉེ་ཤར་ཆོས་འཕེལ་གླིང་དགོན་པ། གསེར་བུམ་བསམ་འགྲུབ་གླིང་དགོན་པ། རྒྱན་ལྡན་གསང་སྔགས་ཆོས་དར་གྱི་གླིང་དགོན་པ། ཇོ་བོ་བཀའ་གདམས་གཙུག་དངོས་མ་ཧཱ་ཡ་ན། དེ་ནས་སོག་ཡུལ་ཁུ་ལི་ཡ། སོག་པོ་རིན་པོ་ཆེ་དགོན་པ། ཨ་མ་འབའ་ཡེ་སོར་དགོན་པ་དང་ད་ཨ་ན་ཞིང་ཡའི་སྐྱབས་བཅོལ་རྡ་རྩ་བ་སྟག་སྒྲིལ་རིན་པོ་ཆེ་དགོན་པ། བལ་གོང་དགོན་པ། ཨིན་ད་ཨ་ན་ཞིང་ཡའི། རྒྱལ་བའི་བཤེས་གཉེན་དགེ་བཤེས་ཆོས་འཛིན་བསྟན་རྒྱལ་ལགས་ཀྱི་ཆོས་ཚོགས། དེ་ནས་མཁའ་འགྲོ་ཆོས་ཚོགས་ལ་སོགས་པ་ཚང་མ་ལོ་ལ་ཡང་བསྙེན་བཀུར་དང།

ཐོས་པ་སྐལ་བ་བཟང་པོ་ཞེ་དྲག་བྱུང་གསུང། ད་ག་ན་བཞིན་གྱིས་ད་རྒྱ་གར་ཁོ་རང་ཚོའི་གདན་ས། ནས་ཤར་ག་ནས་བླ་མ་རྒྱལ་བའི་གླིང་བརྒྱུད་ལ་ཡང། སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་སྐྱབས་རྗེ་ཟོ་འོང་རྡོ་རྗེ་འཆང། རྒྱལ་བའི་བཤེས་གཉེན་འཇུ་མི་དགེ་བཤེས་བསྟན་བདག་རིན་པོ་ཆེ། རྒན་ལ་རོན་རིན་པོ་ཆེ་གི་ཆོས་གནས་ནང་པ་ཚོ་ལ་ཡང། སྐུ་གར་སོས་ཀྱི་ཞལ་འདེབས་རེད། ད་ག་ན་བཞིན་སྐྱབས་རྗེ་རྡོ་རྗེ་འཆང་གི་སེ་སྟོང་རིན་པོ་ཆེ། སྐྱབས་རྗེ་རྫི་མན་རིན་པོ་ཆེ་སྐྱབས་རྗེ་ཟོ་འོང་རིན་པོ་ཆེ། ནས་གསོལ་སྟོང། རིན་པོ་ཆེ་སྐུ་མདུན་ལ་ཡང་རྩིས་དགོངས་བཞིན་ཆེད་ཞུ་ཡ་དང་སྐྱབས་གདན་ཕུལ་བ་རེད། དེ་སྐལ་བ་བཟང་པོ་ཞེ་དྲག་བྱུང་སོང། དེ་ནས། སྐྱབས་རྗེ་གྲོ་མོ་དགེ་བཤེས་རིན་པོ་ཆེ། དགེ་བའི་བཤེས་གཉེན་གཅུང་མོ་དགེ་བཤེས། རབ་བརྟན་རིན་པོ་ཆེ། ནས་སྐྱབས་རྗེ་མཁའ་འགྲོ་དབང་བཀའ་ཆེན་རིན་པོ་ཆེ། ནས་སྐྱབས་རྗེ་ཚད་མེད་རིན་པོ་ཆེ། ནས་དོན་ལྡན་རྣམ་པ་ཚོ་ལ་སྐྱབས་གདན་ཕུལ་ཡ། བྱུང་སོང་ད་ག་ན་ཤེས་གི། དེ་ནས་ད་བལ་ཡུལ་ཁུལ་ལ་ཡང་ནས་རྩ་ཆེ་བ་མང་པོ་ཡོད་རེད། ནས་ཆོས་ལྡན་རྣམ་པ་སོགས། རྣམ་པ་གསུམ་ལ་ཡང་སྐུ་གར་བཟོ་ཡག་དང་སྐྱབས་ལྡན་རེད་ད་ག་ནང་བཞིན་གྱི་དེ་བ་གནས་རྩ་ཆུང་བ་མང་པོ་ཡོད་པ་ཆ་ཚང་བློ་ལ་ཡ་ཆོས་མིན་ཞལ་འདེབས་དང་དེ་འད་ཀྱི་ད་བས་སྐལ་བ་བཟང་པོ་ཞེ་དྲག་བྱུང་སོང་ཅེས་དེ་འད་ཞུ་ཡ་ཡིན་དེ་ནས་ད་ངས་དེ་ནས་ད་གོང་གསལ། བཅུ་རིམ་ཆེན་མོ་སོང་བ་དང་ཁྱོན་བསྡོམས་བདེ་ལ་ཡག། ནས་འབུམ་བདུན་ཅུ་བདུན་བཞི་དང་ཁྲི་མེད་བཞི་སྟོང་བརྒྱ་མེད་བཅུ་ཐམ་པ། འདི་འདི་རེད་སོ་སོང་ཐོ་དེ། དེ་ནས་ད་བྱུང་སོང་ཁ་བསྡམས་ནས་ལྷག་བསྡད་པ་དེ་ལ་ཡང་འབུམ་ལྔ་བཅུ་ང་དགུ་དང། ལྔ་ཁྲི་དྲུག་སྟོང་བརྒྱད་བརྒྱ་ཉི་ཤུ་ཐམ་པ། ཨེ་འདུག་སུ་ལྷག་བལྟས་རྒྱུ་ཡོད་ཨེ་འདི། དེ་ནས་ད་ང་ཚོ་ད་རིང་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་སྐྱབས་ཡུལ་ཡོངས་འཛིན་ཁྲི་གཡང་འདུ་ཞང་ཆེན་པོ་མཆོག་གི་ཡང་སྲིད་ཆོས་དྲུག་རིན་པོ་ཆེའི་སྐུའི་འཁྲུངས་སྐར་དུས་ཆེན་ཁྱད་པར་ཅན་གྱི་ཉིན་མོ་སྐབས་དེ་བསྟུན་ནས། སྐྱབས་རྗེ་ཆོས་དྲུག་རིན་པོ་ཆེ་དབུས་པའི་ད་ལྟ་སྟོན་འགྲོར་མཁོ་ཆེན་དག་གིས་ཞལ་བཞེས་པའི་བསྟན་རྩིས་ཀྱི་སྐྱེས་ཆེན་དམ་པ་ཁག་ནང་སུ་བཞུགས་པ་ཐམས་ཅད་ཀྱང་སྐུ་ཁམས་བཟང་ཞིང་སྐུ་ཚེ་བརྟན་ཚེ་མཛད་འཕྲིན་རྒྱས་པའི་ཆེད་དུ། དེ་ནས་ང་རང་ཚོའི་ཞབས་རིམ། གདན་ས་ཁག་ལ་ཡང་བསྙེན་བཀུར་ཉིན་སྐྱོང་གཟབ་རྒྱས་དང་ཀུན་ཡོད་སྐོར་ཉིས་བརྒྱ། དེ་ནས་ཞབས་རིའི་གནས་བརྟན་ཆ་འཇོག་ནས་འབྲེལ་བའི་གནས་བཅུ་སྟོང་རྩར་ལྷ་མིའི་ཞབས་བརྟན་བསང་གསོལ་དང། རླུང་རྟ་གང་མང་ཐུར་མའི་བསྟན་སྲུང་དུ་ཡུལ་བཙན་བྱོལ་གྱི་གསེར་སྐྱེམས་དང་རྙེད་དད་ཞུ་རྒྱུ་འདུག་གཏན་མཁས་པ་དང་ད་བ་ན་གཞན་གྱི་གྲྭ་ཚང་ཁག་ལ་ཡང་ཤེས་ཡོན་གྱི་མ་རྩ། ཨནི་ཉང་ཐག་ནང་ལ་སྦྱིན་པ་གཏོང་ཡག་གསུང་འབུམ་པར་འགྲུལ་བཤོད་དེ་ཚོ་ཞིབ་ཕྲ་ལྟ་མཁན་བཀྲ་ཤིས་ལགས་ཀྱིས་མ་ཟེར་ཞེས་དེ་ཞུ་དེ་མ་གནང་གི་རེད་ཨནི་སྐྱབས་རྗེ་རིན་པོ་ཆེ་གི་གསུང་འབུམ་དེ་ནི་དངུལ་ལྷག་འཕྲོས་གང་ཡོད་པ་དེ་སྐྱབས་རྗེ་ཁྲི་བྱང་དུ་བྱང་གསུང་འབུམ་པར་འགྲུལ་ཞུ་ཡག་འདུག་ཟིན་ཨནི་ད་འདོད་ནས་དངུལ། མ་འདང་པ་ཡིན་ན་ཡང་ང་རང་ཚོས་དེ་ནས་མ་ཤེས་འདེབས་ཆོག་ཚང་མ་ལོག་ལ་སྐྱབས་འཇུག་ཞུས་རྗེས་ནས་གསུམ་དཔུང་པར་བསྒྲོན་ཏེ་ད་རིང་ཉིན་ལྔ་དུས་དྲན་གོ་སྒྲིག་ཚོགས་ཆུང་དང་ལང་ཕྱུག་གི་ཞབས་ཞུ་ཁང་ནས་ཆ་ཚང་རྒན་མཁས་ཅིག་ཏུ་ཞུ་གི་ཡོད་ཅེས་ཞུ་ཡས་ཡིན་ཚང་མ་ལོག་ཐུགས་ཆེ་བཀྲ་ཤིས་བདེ་ལེགས། ལགས་སོ། ཐུགས་རྗེ་ཆེ་ན་རིན་པོ་ཆེ་གིས་ད། དངོས་གནས་དྲང་གནས་ཀྱི་ནང་ངོ་དུད་འགྲོའི་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་གནང་རྗེས་ཉིན་མཚན་ལྟོས་མེད་ཀྱི་ཐོག་ནས་ཕྱག་ལས་དཔོན་མི་སེར་ཚོགས་པ་ཡག་པོ་གནང་སོང་དངོས་གནས་དྲང་གནས་ཀྱི་ད་འདིའི་ཐོག་ལ་ད་རིང་འདིའི་གནས་པའི་དང་ཚིག་གཅིག་པའི་རྡོ་རྗེའི་དཔོན་གྲོགས་ཐང་ཆེན་པོ་གི་སེར་བ་ཡོད་ཡིན་ཙང་གང་གང་གི་ནང་དུ་སུ་ད་ད་དྲ་ཆེན་འདི་སེམས་གནང་བ་ཡོད་པ་ཡིན་ཙང་དེ་འདྲ་ཡིན་ད་ག་འདྲ་དེ་གིས་ཐང་ཆེན་པོ་གི་ཚོགས་ཞིག་ནས་ང་ཚོ་སྤྱི་པའི་གི་ཡིན་ཙང་ཨ་འདི་རིན་པོ་ཆེ་ལ་ཐུགས་ཆེ་གནང་ཟེར་ནས་ཞུ་ཡ་ཅི་དེ་ཡིན

ཨ་ནེ། གདན་ས་རྣམ་པ་ནས་གཙོ་རུ་བྱེད་པའི་གིང་དགོན་པ་ཁག་འདི་གའི་གི་ནང་ལོགས་ལ་ང་ཚོ་གི་ལྕགས་རྟ་དང་ང་ཚོ་ད་ལོ་ཉང་ཡང་འདི་གི་ཨ་ནེ་པའི་སྐར་མའི་མང་པོ་ཞིག་ཀུན་གྱི་འཕྲོས་བ་ཡིན་ཙང་འདི་ལྟར་རྒྱ་ཆེ་མང་ཚོགས་ཀྱི་ངོགས་ནས་བླ་མ་སྤྲུལ་པའི་སྐབས་དང་དགེ་བཤེས་རྣམ་པ་ཚོ་ཡིན་ནས་དུས་ཚོད་ལྟར་མི་མང་ཚོ་ཡིན་ནོ་འདི་གི་ལས་ཞེ་དྲག་གི་དཔེ་གི་ཆུས་ཁོ་ནོ་སང་ལ་བཏང་ནས་འདུ་རུ་བཞེས་བ་ཡིན་དུས་གང་ལ་ད་ང་ཚོ་དང་པོ་དེ་ལ། ཅི་བྱས་རེད་ཟེར་ལ་ན། ད་གཙོ་བོ་དེ་ག་རེ་ཟེར་ན་ད་ང་ཚོ་སྤྱིར་ན་ད་བོད་གངས་ཅན་ལྗོངས་ལས་ཞུ་བའི་ལས་བྱ་བཞག་ན་ཨ་ནི་བའི་པན་ཆེན་ཐང་ཆེན་ཆགས་པ་གཙོ་བོར་བྱས་པའི་གི་ཨ་ནི་བའི་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐང་ཆེན་པའི་ཨ་ནི་སྐུ་ཚེ་བརྟན་པ་དང། ཤི་ལས་བྱ་བཞག་པ་ཡིན་ན་དེ་ནི་ཨ་ནི་ལྕགས་ཀྱི

ཨ་ནི་ནང་ངོས་དུད་སྤྲིན་བཀོད་ལ་ཡ་ཨ་ནི་ལས་ཀ་བྱེད་མཁན་ང་དུས་ཚོད་མང་པོ་གཅིག་གི་ད་ཆ་གཞོན་དམིགས་ཡུལ་མང་པོ་གཅིག་གི་ཐོག་ནས་ག་རེ་ཡོང་རེད་ཟེར་ལབ་ན་ད་ང་ཚོ་ད་རེས་ཀྱི་དུས་ཚོད་དེ་གཞན་དང་མ་འདྲ་བའི་དུས་ཚད་ཁྱད་པར་ཅན་མང་པོ་གཅིག་དགོས་པ་བརྗེད་ཚོད་མང་པོ་གཅིག་འཛིན་པའི་ཐོག་ནས་ད་ལྷ་མོ་དེའི་ཐོག་ལ་ཨ་ནི་ད་རེས་ང་ཚོ་གི་ཨ་ནི་བཅའ་བྱུང་ཁྲོད་རང་མདངས་ཆེ་ཆུང་ཆེན་པོ་ཕྱོགས་ཀྱི་ཨ་ནི་གསོང་དཔུང་དེའི་ཐོག་ལ་ང་ཚོ་རུ་པ་ཕྲན་གྱིས་རུ་པ་འདི་པའི་གདན་གཟིགས་ཀྱི་ཐོག་ལ་དངོས་གནས་དྲང་གནས་ཀྱི་པའི་བྱེད་ཆས་ཐོག་ནང་དེ་གི་རྗེས་འཛིན་དེ་ག་རེ་ཟེར་ན

ད་ང་ཚོ་ནས་བདེན་གཟུགས་ཀྱི་ཐོག་ལ་བཀོད་ནས་འདུག་སོ་བ་དྲན་ཤོད་རྒྱ་དར་ལ་ང་ཚོ་ད་ལྟ་ཡར་ངོ་དུས་དྲན་གྱི་ཨ་ནི་བེ་ཤ་དེ་དང་མི་མང་པོ་བཞི་བོ་གཅིག་གི་ཡོད་པ་ཡིན་ཙང་དེ་རྒྱས་དེ་ཨ་ནི་དེ་ནས་ཚུར་ཕྲན་བུ་གཅིག་བཏོན་ནས་ཨ་ནི་དེ་གི་ཐོག་ལ་མ་ཚ་མགོ་མ་འབུང་བཅུ་བཞི་ཐང་པ་ཅིག་ང་ཚོ་བཞག་ཡག་གི་ཆ་ཞིག་དེ་འདྲི་བ་རེད། ཨ་ན་ད་ག་རེ་རེད་ལབ་ན་དེ་ད་འདི་ཞུ་དགོས་ཅིག་ཨ་ནི

དངོས་གནས་དྲང་གནས་ཀྱི་ཞང་ངོ་འཇུ་སོང་ཚོགས་པ་གནང་བ་དེ་གཞན་དང་མ་འདྲ་བའི་འབྱོངས་སོང་ཟེར་ད་འདི་གའི་འབྱོངས་དགོས་དེ་ཡང་ཨ་ནི་སུ་གི་བཀའ་དྲིན་རེད་ཟེར་ལབ་ན་གཙོ་བོ་དེ་པས་བླ་མ་རྡོ་རྗེ་འཆང་ཚོགས་ཀྱི་བཀའ་བླང་ཕེབས་པ་གཞི་བཟུང་གི་ཨ་ནི་ལས་ཞེ་པོ་པོ་ཚོགས་ཀྱི་ཇི་མོ་ཇི་བཞིན་གྱི་འགྲོ་རྒྱ་ཆོས་མ་ཚོགས་ཀྱི་ཇི་མོ་ཇི་བཞིན་གྱི་བ་ད་མཐའ་མཇུག།

གནོད་ཡོད་ལྷག་བསམ་ཅན་གྱི་མི་ནོར་འདི་ཚོ་གི་ཨ་ནི་ཐུགས་ཀྱི་མགོ་མ་དང་མཐུན་ཤག་རྒྱ་ཆེ་མང་ཚོགས་ཀྱི་བསམ་བློ་དང་མཐུན་ཤག་རྒྱ་འདི་གྲྭ་ཚང་ཁག་གི་ཨ་ནི་བའི་ཤེས་དྲུག་གཏམ་ཤེས་དྲུག་ཆེ་ནི་ཞེས་དེ་གཉིས་ཀྱི་ཨ་ནི་ལྷ་ནི་བ་དང་ཨ་ནི་འདི་ཚོ་གི་མཐུན་ཤག་བླ་མ་དགེའི་ཤེས་ནི་ཚོ་གི་ཐུགས་དང་མཐུན་ཤག་བོད་གཞོན་ནོར་ནི་ཚོས་ཡོད་པའི་བསྟན་པོ་འགན་ཁི་ནི་སྤྱི་ཚོགས་འགན་ཁི་ནི་འདི་ཚོ་གི་ཨ་ནི་བསམ་བློ་དང་མཐུན་ཤག་ང་ཚོ་གི་སྐད་ཆ་བཤད་པ་དང་ང་ཚོ་བྱེད་པ་ནི་མཐུན་ཤག་བསམ་པ་བ་ད་ང་རང་ངོ་ནས་དེ་འདྲ་དྲན་གི་ཡོད་ཟེར་ནས་ད་རིང་འདི